བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཕྱི་རྒྱལ་དཀོན་མཆོག་མཛད་རྩ་བ་གནས་ལྔ་པའི་སྐབས་དང་པོ་སློབ་དཔོན་དང་སློབ་མ་འཆད་ཉན་གྱི་ཚུལ་བཤད་པ་འདི་སློབ་ཚན་གསུམ་པ་དེ་འགྲོ་ཡས་ཡིན། དེ་ནས་དེ་རིང་གི་བརྗོད་བྱ་ཡིན་ན་བཤེས་གཉེན་གྱི་དབྱེ་བ་དང་མཚན་ཉིད་ཟེར་བ་དེ་འདྲ་ཞིག་རེད། སློབ་ཚན་སྔོན་མ་གི་ནང་དུ་ཨཱ་ནི་བསྟན་འགྱུར་གྱི་མི་ལུས་རིན་པོ་ཆེ་དེ་ཐོབ་པའི་རྗེས་ལ། དགེ་བའི་བཤེས་གཉེན་གྱིས་ངེས་པར་དུ་གསོད་དགོས་པ་རེད། རྒྱུ་མཚན་ག་རེ་བཤད་པ་རེད་ལབ་ན། རང་ཉིད་གཅིག་པུས་ཐར་པ་དང་དམ་ཅན་བྱེད་པ་ཐོབ་པའི་ལམ་དེ་ནི་ཇི་ལྟ་བ་བཞིན་དུ་ཡང་དག་པ་ཞིག་སྒོམ་ཤེས་གི་མ་རེད་ཟེར་བ། འོ་དེ་འདྲ་བཤད་ནས་དགེ་བའི་བཤེས་གཉེན་གྱིས་ངེས་པར་དུ་འཚོལ་དགོས་པ་རེད་ཟེར་ལབ་པ་རེད། དེ་ཡིན་ཙང་དགེ་བའི་བཤེས་གཉེན་གྱིས་འཚོལ་དགོས་པ་ཡིན་ན་དགེ་བའི་བཤེས་གཉེན་ཟེར་བ་དེ་ལ་དབྱེ་བ་ལྟ་བུ་ག་འདྲ་ཡོད་པ་རེད་དགེ་བའི་བཤེས་གཉེན་གྱི་མཚན་ཉིད་ག་རེ་རེད་ཟེར་ལབ་པ་ཡིན་ན། ད་ནི་དང་པོ་དགེ་བའི་བཤེས་གཉེན་གྱི་དབྱེ་བ་ལ་འདི་རྩ་བ་ཡིན་ན་དབྱེ་བ་སྤྱིར་ནི་གསོ་དཔྱད་བྱང་ཆུབ་སེམས་སྤྲུལ་རྫོགས་བ་རང་གི་གནས་སྐབས་བཞི་དང་སྦྱར། རྩ་བའི་ཚིག་རྐང་གཉིས་གསུངས་འདུག། འདིའི་དོན་དག་ག་རེ་ལབ་དེ་དགེ་བའི་བཤེས་གཉེན་གྱི་དབྱེ་བ་སྤྱི་ཙམ་དུ་བྱས། སོ་སོ་སྐྱེ་བོ་དང་བྱང་ཆུབ་སེམས་དཔའ་དང། སངས་རྒྱས་སྤྲུལ་པའི་སྐུ་དང་ལོངས་སྤྱོད་རྫོགས་པའི་སྐུ། སྤྱིར་བཏང་དགེ་བའི་བཤེས་གཉེན་ཟེར་བ་དེ་ལ་དབྱེ་བ་བྱས་ན་དབྱེ་བ་བཞི་རེད། སོ་སོ་སྐྱེ་བོ་ཐ་མལ་བ་གའི་དགེ་བའི་བཤེས་གཉེན་དང། ད་ནི་བྱང་ཆུབ་སེམས་དཔའ་སངས་རྒྱས་ཀྱི་སྤྲུལ་སྐུ། ད་ནི་ལོངས་སྤྱོད་རྫོགས་སྐུ་བྱིན་ནས་དབྱེ་བ་ཞེས་ཡོད་པ་རེད། དེ་དག་ཀྱང་རང་གི་གནས་སྐབས་བཞི་དང་སྦྱར་ཏེ་རང་ཉིད་ལས་དང་པོ་པའི་དུས་སུ་སངས་རྒྱས་དང་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ལ་བསྟེན་པའི་ནུབ་པ་མེད་པའི་དགེ་བའི་བཤེས་གཉེན་སོ་སོ་སྐྱེ་བོ་ལ་བསྟེན་པའོ། དགེ་བའི་བཤེས་གཉེན་སོ་སོ་སྐྱེ་བོ་ཟེར་བ་དེ་ཨ་ནི་ང་རང་ཚོ་མི་དར་མོར་བ་རྣམས་སློབ་མ་ཡང་སྐྱེ་བོ་དར་མོར་བ་རྣམས་ལ་དགེ་བའི་བཤེས་གཉེན་ཀྱང་སོ་སོ་སྐྱེ་བོ་གཅིག་མ་གཏོགས་མཇལ་ཡས་དང་ཐུག་ཡས་ཀྱི་གོ་སྐབས་ཡོད་པ་མ་རེད་དེའི་བསོད་ནམས་དེ་ཡོད་པ་མ་རེད། དེ་ནས་འདིའི་སྐབས་ཀྱི་རང་གི་གནས་སྐབས་ཞེས་ཟེར་བ་ག་རང་ཟེར་བ་དེ་རང་ཉིད་དམ་ཡང་ན་སློབ་མ་སློབ་མ་གྱི་ངོས་ནས་ནི་སྐབས་མ་འདྲ་བ་བཞི་ལ་སྦྱར་ཏེ་དགེ་བའི་བཤེས་གཉེན་མི་འདྲ་བ་བཞི་བཞག་པ་རེད། དེས་ན་སློབ་མ་གི་ནི་སྐབས་དང་པོ་ཡང་ན་ལས་དང་པོ་བ། སོ་སོ་སྐྱེ་བོ་གི་ནི་སྐབས་ལ་དགེ་བའི་བཤེས་གཉེན་ཀྱང་རང་ཉིད་དང་འདྲ་བ། སོ་སོ་སྐྱེ་བོ་གི་ཚུལ་བཟུང་བའམ་ཡང་ན་སོ་སོ་སྐྱེ་བོ་མོ་རང་ཡིན་པའོ་དེ་འདྲ་ཅིག་མ་གཏོགས་ས་ལ་གནས་པའི་བྱང་ཆུབ་སེམས་དཔའ་དང། ནི་རྫོགས་པའི་སངས་རྒྱས་ལ་སོགས་པ་མཇལ་ཐུག་གི་མ་རེད། རང། ལས་ཀྱིས་སྒྲིབ་པ་བར་ཆད་ཟས་ཟ་ན་དགེ་བའི་བཤེས་གཉེན་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་བརྟན་པར་ནུབ་པའོ། རང། ལས་ཀྱིས་སྒྲིབ་པ་བར་ཆད་ཟས་ཟས་ལབ་སྟེ་བཀང་བ་སྤྱིར་བཏང་ལས་སྒྲིབ་ཟེར་བ་དེ། མཚན་མེད་པ་ལྔ་བྱེད་པ་ལ་སོགས་པའོ་འདི་འདྲ་ལ་ལས་སྒྲིབ་ཟེར་གྱི་ཡོད་པ་རེད། ཡང་རེས་འགའ་ལ། དགེ་བའི་བཤེས་གཉེན་མཇལ་བ་ལ་བསོད་ནམས་ཀྱིས་མ་འདང་བ་ལྟ་བུ། ཡང་ན་དམ་པའི་ཆོས་ཐོས་པ་ལ་བསོད་ནམས་ཀྱིས་མ་འདང་བ་ལྟ་བུའོ་དེ་འདྲ་ལ་ཡང་ལས་སྒྲིབ་ཟེར་གྱི་ཡོད་པ་རེད། གང་ལྟར་ན་ལས་བཅས་སྒྲིབ་པ་ཞིག་བྱེད་པའི་སྐབས་ཀྱི་སོ་སོ་སྐྱེ་བོ་གི་གནས་སྐབས་སུ། ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དང་ལོངས་སྤྱོད་རྫོགས་པའི་སྐུ་ལ་སོགས་པའི་བཤེས་གཉེན་དེ་འདྲ་སྟེ་དེ་མཐོ་བོ་མ་རེད། ཡིན་ནའང་ལས་བཅས་སྒྲིབ་པ་དེ་གང་ལ་གང་ཙམ་བསལ་ནས་རྒྱུད་དུ་དག་པར་གྱུར་པ་དེའི་སྐབས་སུ། ཨ་ནི་དགེ་བའི་བཤེས་གཉེན་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ་འཕགས་པ་ཟེར་གྱི་ཡོད་རེད་དཔེར་ན་འཕགས་པ་སྤྱན་རས་གཟིགས་ལྟ་བུ་དང་རྗེ་བཙུན་འཇམ་པའི་དབྱངས་ལྟ་བུ་ཨོ་དེ་འདྲ་བསྟན་འདུག་གི་རེད། རང་ཚོགས་ལམ་ཆེན་པོ་ཡན་ཆད་ལ་གནས་ཙྪ་ན་དགེ་བའི་བཤེས་གཉེན་སངས་རྒྱས་སྤྲུལ་པའི་སྐུ་ལ་བསྟེན་པར་ནུས་པའོ། ཨ་ནི་རང་ཉིད་ལམ་བསྒོམ་པ་པོ་གང་ཟག་རང་ཉིད་ཡང་ན་ཉམས་ལེན་བྱེད་པ་པོ་གང་ཟག་རང་ཉིད་ཨ་ནི་ལམ་དུ་ཞུགས་པ་ཙམ་མ་ཟད་ལམ་ལ་ཞུགས་ནས་ཚོགས་ལམ་ཆེན་པོ་ཡན་ཆད་ལ་གནས་པ་ན་སངས་རྒྱས་ཀྱི་སྐུ་དཔེར་ན་སྤྲུལ་སྐུ་མགོན་པོ་ཨོ་བ་མའི་ལྟ་བུ་དེ་འདྲ་གི་མདུན་ནས་ཆོས་ཞུ་བར་ནུས་པ་ཡོད་པ་རེད། སྤྱིར་བཏང་ཚོགས་ལམ་འབྲང་གི་ཡལ་སྟབས་དུ་བ་ནས་བཟུང་སྟེ་ཆུ་རྒྱུན་གྱི་ཏིང་ངེ་འཛིན་ཟེར་བ་འོ་དེ་འདྲ་ཅིག་ཐོབ་གི་ཡོད་རེད་ཅེས་གསུང་གི་ཡོད་པ་རེད་ཆུ་རྒྱུན་གྱི་ཏིང་ངེ་འཛིན་ཟེར་བ་དེ་ཐོབ་པ་ཡིན་ན་ཨ་ནི་དག་པའི་ཞིང་ཁམས་སྣ་ཚོགས་ལ་སྤྱོད་པའི་སངས་རྒྱས་བྱང་ཆུབ་སེམས་དཔའ་མང་པོ་འདུ་ནས་ཆུ་སེམས་ཐོབ་གི་ཡོད་པ་རེད་ཟེར་འོ་དེ་གསུང་གི་ཡོད་པ་རེད་ཕལ་ཆེར་འདིའི་སྐབས་སུ་ཡང་དེ་འདྲ་ཟེར་གི་ཡོད་ས་རེད་དེ་མ་གཏོགས་སྤྱིར་བཏང་སངས་རྒྱས་ཆོས་སྐུ་དྲུག་གི་འཇིག་རྟེན་ཁམས་སུ་བྱོན་པའི་སྐབས་ཀྱི་མི་ལྟ་བུ་ཡིན་ན་རང་ཉིད་ལ་ཆོས་ཉན་པའི་བསོད་ནམས་ཡོད་དང་མེད་གནས་སྐབས་གནས་ཚུལ་ཐ་དོད་རེད་མ་གཏོགས་ཆོས་སྐུ་དྲུག་སྐུ་དེ་སོ་སོ་སྐྱེ་བོ་ཐ་མར་བ་ཐམས་ཅད་ཀྱིས་ཀྱང་མཐོང་ཐུབ་ཀྱི་ཡོད་པའང་དེ་འདྲ་ཡིན་པ་རེད། རང་ས་ཆེན་པོ་ལ་ནི་རྩ་ན་དགེ་བའི་བཤེས་གཉེན་ལོངས་སྤྱོད་རྫོགས་པའི་སྐུ་ལ་བསྟེན་པར་ནུས་པའོ། སངས་རྒྱས་ཀྱི་སྐུ་ཤེས་ཀྱི་སྣང་ཚད་ལོ། ལོངས་སྐུ་ཟེར་བ་དེ་ནི་གང་དེས་རང་ཉིད་ཀྱི་དགེ་བའི་བཤེས་གཉེན་ལ་བསྟེན་ཐུབ་དགོས་རེད་ལབ་སྟེ་ས་བཅུ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་ཚོ་བསྟེན་ཐུབ་དགོས་རེད། ཡང་ན་རང་ཉིད་ཀྱིས་ལམ་བསྒོམས་ནས་ཚོགས་ལམ་སྦྱོར་ལམ་མཐོང་ལམ་ཐོབ་ནས་ནི་འཕགས་པའི་གོ་འཕང་མངོན་དུ་བྱས་པ་ན་ལོངས་སྤྱོད་རྫོགས་པའི་སྐུ་ཡི་མདུན་དུ་ཆུད་གསན་ཐུབ་ཀྱི་ཡོད་པ་རེད། དེ་དག་ལས་བདག་ཅག་ལས་དང་པོ་བ་ལས་དང་ཉོན་མོངས་པའི་མུན་ཁང་ན་འདུག་པའི་ཚེ་དགེ་བའི་བཤེས་གཉེན་གོང་མ་རྣམས་བསྟན་པ་བརྟག་ཞོག། ཤེལ་མཐོང་བ་ཙམ་ཡང་མེད་པ་ལ། ཡིན་ཙང་གང་དུ་བཤད་པའི་ལོངས་སྤྱོད་རྫོགས་སྐུ་ཡིན་ན་རེ་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་ཡིན་ན་རེ་སངས་རྒྱས་ཀྱི་སྤྲུལ་བའི་སྐུ་ཡིན་ན་རེ་དེ་དག་རང་ཅག་ལས་དང་པོ་བ། ལས་དང་ཉོན་མོངས་པའི་མུན་ནག་གི་ནང་དུ་གཏུམ་འདྲེ་ཡོད་པ་འདི་ལྟ་བུ་གིས་འཇལ་ཐུབ་པོ་མ་རེད། དེ་དག་དགེ་བའི་བཤེས་གཉེན་དུ་བསྟེན་ནས་ཆོས་ཞུ་བ་དང་ཕར་ཞོག་དེ་མིག་གིས་མཐོང་བ་ཙམ་ཡང་ཡོང་ཐུབ་ཀྱི་ཡོད་པ་མ་རེད། དེ་ཡིན་ཙང་དགེ་བའི་བཤེས་གཉེན་སོ་སོ་སྐྱེ་བོ་དང་སྦྱར་བས་དེའི་གསུང་གི་སྒྲོན་མེ་ལམ་སྣང་བར་བྱས་ནས་དགེ་བའི་བཤེས་གཉེན་གོང་མ་རྣམས་དང་མཇལ་བར་འགྱུར་ཏེ། དེས་ན་ཐམས་ཅད་ལས་དྲིན་ཆེ་བ་ནི་དགེ་བའི་བཤེས་གཉེན་སོ་སོ་སྐྱེ་བོ་ཡིན་ནོ། ཨ་ནི་དགེ་བའི་བཤེས་གཉེན་ལ་དབྱེ་བ་བཞི་ཡོད་པ་རེད། ལོངས་སྤྱོད་རྫོགས་སྐུ་དང་སངས་རྒྱས་ཀྱི་སྤྲུལ་བའི་སྐུ་དང། ས་ཆེན་པོ་ལ་ནི་བྱང་ཆུབ་སེམས་དཔའ་སོ་སོ་སྐྱེ་བོ་བཞི་ཡོད་པའི་དང་ནི་རང་ཅག་ལས་དང་ཉོན་མོངས་པའི་མུན་ཁང་ན་འདུག་པ་རྣམས་ལ་ནི་དགེ་བའི་བཤེས་གཉེན་གོང་མ་རྣམས་མཇལ་ཐུབ་ཡ་དང་དེ་དག་གི་མདུན་ནས་ཆོས་ཉན་ཐུབ་ཡ་གི་གོ་སྐབས་ཡང་ན་བསོད་ནམས་དེ་ཡོད་པ་མ་རེད། དེ་ཡིན་ཙང་ང་རང་ཚོ་ད་ལྟ་ལས་དང་ཉོན་མོངས་པའི་མུན་ཁང་ན་གནས་པའི་སྐབས་འདི་ལ་དམ་པའི་ཆོས་ཀྱིས་སྒྲོལ་མེད་ཀྱི་རང་ཉིད་ཀྱི་སེམས་ཀྱི་མུན་པ་སེལ་བར་བྱེད་པ་ཡིད་ལ་ཤེས་རབ་ཀྱི་སྒྲོན་མེ་དཔའ་རུ་བྱེད་མཁན་གྱི་བཀའ་དྲིན་ཆེ་བའི་དགེ་བའི་བཤེས་གཉེན་དེ་སོ་སོའི་སྐྱེ་བོ་གི་དགེ་བའི་བཤེས་གཉེན་དེ་ཚོ་རེད། ཡང་ན་སོ་སོའི་སྐྱེ་བོ་གི་ཚུལ་དད་ནི་རང་ཅག་རྣམས་ལ་ད་ལྟ་དམ་པའི་ཆོས་གསུང་བ། བདེན་པ་བཞི་བླང་དོར་འཇུག་ལྡོག་ལ་སོགས་པ། དགེ་བ་དང་མི་དགེ་བའི་སྤང་བླང་གི་རྣམ་གཞག་སྟོན་པ། འོ་འདི་འདྲ་གི་སོ་སོའི་སྐྱེ་བོ་གི་ཚུལ་དུ་བྱོན་པའི་དགེ་བའི་བཤེས་གཉེན་དེ་ཚོ་རེད། ཡིན་ཙང་དགེ་བའི་བཤེས་གཉེན་ཐམས་ཅད་དགེ་བའི་བཤེས་གཉེན་གྱི་དབྱེ་བ་ཞིག་གི་ནང་ལོགས་ནས་སོ་སོའི་སྐྱེ་བོ་གི་དགེ་བའི་བཤེས་གཉེན་དེ་རང་ཅག་རྣམས་ལ་བཀའ་དྲིན་ཆེ་ཞུ་ཡིན། འོ་དེ་གསུང་གི་ཡོད་པ་རེད། ཨ་ནི་དགེ་བའི་བཤེས་གཉེན་གོང་མ་གསུམ། ལོངས་སྤྱོད་རྫོགས་པའི་སྐུ་དང་སངས་རྒྱས་ཀྱི་སྤྲུལ་བའི་སྐུ་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་སོགས་དགེ་བའི་བཤེས་གཉེན་ཡག་པོ་མ་ཡིན་པ་དང་དེ་རྣམས་ལ་མཐུ་དང་ནུས་པ་བྱམས་པ་དང་བརྩེ་བ་མེད་སོང་བ་མ་རེད་དེ་རང་ཅག་རྣམས་ལ་དེ་དག་འཇར་བའི་བསོད་ནམས་དང་སྐལ་བ་མེད་པ་ཡིན་ཙང་ཨ་ནི་ང་ཅག་རྣམས་ཀྱིས་རང་ཉིད་ཀྱི་བསོད་ནམས་དང་ལས་ཀྱི་དབང་གིས་སོ་སོའི་སྐྱེ་བོ་དགེ་བའི་བཤེས་གཉེན་འདི་ཚོ་རང་ཉིད་རྣམས་ལ་བཀའ་དྲིན་ཆེ་ཤོས་རེད། འོ་དེ་འདྲ་གསུང་གི་ཡོད་པ་རེད།